རྣ་བ་ལེན་རྒྱའི་སྐུ་ཁམས་བཟང། དེ་རིང་གི་བརྙན་ཐུང་འདིའི་ནང་ལ་བཞོས་ཀྱི་བརྗོད་བྱ་གཙོ་བོ་འདི་ལྟ་ང་རང་ཚོ་ནམ་ཞར་རྒྱུན་དུ་ཀུན་ལ་ཉེ་བར་མཁོ་བའི་ད་གཟུར་གྱི་ཆོས་པ་བྱེས་པ་ལ་བརྟེན་ནས་ད་གནས་སྐབས་ངན་སོང་ལ་བྱིན་པ་དང་ཡར་དཀོན་མཆོག་ལ་ཆོས་པ་མཐར་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་མྱུར་དུ་རྫོགས་པའི་ད་ཐབས་ཁྱད་པར་ཅན་ད་གཟུར་གྱི་ཆོས་པ་དེ་མར་ངན་སོང་ལ་བྱིན་པ་བཏང་ཚུལ་དང་ཡར་དཀོན་མཆོག་ལ་ཆོས་པ་འབུལ་ལུགས་འབུལ་ཚུལ་ད་དེ་འདྲའི་ཀྱི་སྐོར་ལ་ད་གཟུར་གྱི་ཆོ་གའི་སྐོར་ལ་ང་རང་གིས་མདོར་བསྡུས་ཀྱིས་བཞོས་ཡ་ཡིན། ཨོ་ལགས་སོ་དེ་ནི་ཐོག་མར་ད་གསུར་བྱེད་པའི་དགོས་དོན་ག་རེད་ཞུས་པ་ན་ད་གསུར་ལབ་དུས་ཙམ་ལ་ད་ང་རང་ཚོ་འདོད་ཁམས་པའི་བཅུད་དུ་གྱུར་པའི་སུ་དྲ་དྲི་རོ་རེག་བྱ་བཅས་ད་དོན་ལྔ་ཡི་ནང་གསེས་གཙོ་བོ་ད་དྲི་ཡི་ཟས་ལ་ལོངས། སྤྱོད་ནུས་པའམ་དྲི་ཡི་ཟས་ལ་དག་གསོ་བ་སྐྱལ་སྐྱལ་ཀེང་གི་དག་མར་ངན་སོང་གི་སེམས་ཅན་དང་བར་དོའི་སེམས་ཅན་རྣམས་ལ་བསྔོ་རྒྱུའམ་འབུལ་རྒྱུ་གི་ཟས་དཀར་གྱི་ཟས་དང་དམར་གྱི་ཟས་ལ་སོགས་པ་དེ་དག་མེར་བསྲེགས་ཏེ་དེ་ནི་མར་ངན་སོང་ལ་བྱིན་པའི་ཚུལ་དུ་འབུལ་བྱ་དང་ཡར་དཀོན་མཆོག་ལ་མཆོད་པའི་ཚུལ་དུ་འབུལ་བྱ་གྱི་དག་མེར་བསྲེགས་ཀྱི་མཆོད་སྦྱིན་ནམ། བྱིན་པའི། ཨ་ནི་ཡི་ཆོ་ག་ཅིག་ལ་ད་སུ་རུ་ཞེས་ལབ་ཀྱི་ཡོད་པ་རེད། དེ་ནི་སུར་དེ་ལས་དབྱེ་བ་དཀར་སུར་དང་དམར་སུར་རྣམ་པ་གཉིས་ཡོད་པ་རེད། དེ་ནང་གསེས་ཀྱི་དབྱེ་བ་འགྲོ་ཆེ་བ་ནི་ད་འཇའ་སུར་དང་ས་སུར། རྩམ་སུ་རུ་བཅས་དབྱེ་བ་མང་པོ་ཡོད་པ་རེད། དེ་ནི་གསུམ་པ་དེ་ད་ང་རང་ཚོ་སུར་བཏང་ས་ཀྱི་ཡུལ་ལམ་ད་གཏན་ཁྱད་པར་ཅན་ག་འདྲི་འདྲ་བོ་དགོས་ཀྱི་ཡོད་རེད་ཞུས་པ་ན་ད་ཡོངས་གྲགས་ཐུན་མོང་དུ་རེད་ད་འགྲོས་རྣམ་པ་བཞི་ཡོད་ཟེར་ང་རང་ཚོ་ཐ་སྙད་བཏགས་ཀྱི་ཡོད་རེད་ད་འགྲོས་རྣམ་པ་བཞིའམ་ད་སུར་བཏང་ས་ཀྱི་ཡུལ་ཁྱད་པར་ཅན་རྣམ་པ་བཞི་དེ་ག་རེ་ག་རེ་རེད་ཞུས་པ་ཡིན་ན། དང་ཞོག་དེ་དག་དཀོན་མཆོག་སྲིད་ཞིའི་བུའི་མགྲོན། གཉིས་པ་དེ་མགོན་པོ་ཡོན་ཏན་གྱི་མགྲོན། གསུམ་པ་དེ་རིགས་དྲུག་སྙིང་རྗེ་གྱི་མགྲོན། བཞི་པ་དེ་ལན་ཆགས་བུ་ལོན་གྱི་མགྲོན་བཅས་དག་ང་རང་ཚོའི་གསུར་བཏང་ས་ཀྱི་ཡུལ་རྣམ་པ་བཞིའམ་མགྲོན་རྣམ་པ་བཞི་དེ་དག་འདུས་ཆགས་ཏེ་ཡོད་པ་རེད། ད་ང་རང་ཚོ་མགྲོན་རྣམ་པ་བཞི་ལ་དག་གསུར་བཏང་ཚུལ་དེ་ཡང་དུས་མི་འདྲ་བ་འདྲ་བོ་ང་རང་ཚོས་ཧ་གོ་དེ་གལ་ཆེན་པོ་ཆགས་ཏེ་ཡོད་པ་རེད། ད་སྒྲོན་རྣམ་པ་བཞི་ཡི་ནང་ལོགས་ནས་ཀོང་ཇོ་སེར་ཤུལ་གྱི་སྒྲོན་དང་མགོན་པོ་ཡོན་ཏན་གྱི་སྒྲོན་རྣམ་པ་གཉིས་དེ་ལ། དེ་ནི་ང་རང་ཚོ་སུར་བསྟན་ཚོ་ད་བྱིས་འབའི་ཚུལ་དུ་མ་ཡིན་པ་ཆོས་འབའི་ཚུལ་དུ་བཏང་དགོས་ཀྱི་ཡོད་རེད་ཟེར་གྱི་ཡོད། དེ་ནི་ང་རང་ཚོ་རིགས་དྲུག་སྙིང་རྗེ་གྱི་སྒྲོན་དང་ལན་ཆགས་བུ་ལོན་གྱི་སྒྲོན་རྣམ་པ་གཉིས་དེ་ལ་དེ་ང་རང་ཚོ་སུར་དེ་ད་བྱིས་འབའི་ཚུལ་དུ་བཏང་དགོས་རེད་ཟེར་འོ་དེ་འདྲས་ཀྱི་ད་སུར་བཏང་ཚུལ་དེ་ང་རང་ཚོ་ཤེས་དགོས་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། ད་ང་རང་ཚོ་སྒྲོན་རྣམ་པ་བཞི་ལ་སུར་བཏང་ཡང་བཏང་གི་ཡོད་རེད་དེ་ཡིན་ན་སུར་བཏང་དགོས་པའི་གོ་བབ་དང་རྒྱུ་མཚན་ག་རེད་འདི་ཤེས་དགོས་ཏེ་དཔེ་མི་སོ་གལ་ཆེན་པོ་ཆགས་བསྡད་ཡོད་པ། རེད། དགོས་པ་དང་རྒྱུ་མཚན་མ་ཤེས་པ་ནི་ང་རང་ཚོ་ལུགས་སྲོལ་འགྲོ་བ་ཆགས་ཀྱི་རེད་མ་གཏོགས་ཅིག་ད་ང་རང་ཚོ་ཡི་བསམ་པའི་དོན་དེ་ཏག་ཏག་གྲུབ་ཐུབ་ཀྱི་ཡོད་མ་རེད། ད་ང་རང་ཚོ་འགྲོའི་རྣམ་པ་བཞི་ལ་སུར་བཏང་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་རེད་ཞུས་པ་ཡིན་ན། ད་ང་རང་ཚོ་ཚེ་འདི་ལ་མི་སྡོད་པའི་རྐྱེན་ངན་བར་ཆད་དེ་ཚོ་ཟློག་ཡ་ད་ཚེ་འདི་དང་ཕྱི་མ་ལ་ཐོབ་འདོད་ཀྱི་ད་མཆོག་དང་ཐུན་མོང་གི་དངོས་གྲུབ་དེ་ཚོ་ཐོབ་པའི་ཆེད་དུ་ད་འགྲོའི་རྣམ་པ་བཞི་ལ་སོ་སོ་གི་སུར་བཏང་དང་གསོལ་བ་དང་སྨོན་ལམ་ལ་སོགས་སེམས་བསྐྱེད་དེ་ཚོ་བྱེད། དེ་ལ་བརྟེན་ནས་ད་གཟོད་ཟུར་གྱི་ཚེ་འདི་དང་ཕྱི་མའི་བསམ་པའི་དོན་འདི་ལ་མཐའ་དག་འགྲུབ་ཐུབ་ཀྱི་ཡོད་རེད། དེ་ཡང་ང་རང་ཚོ་ད་མར་ངན་སོང་དང་བར་དོའི་སེམས་ཅན་ལ་དམིགས་ནས་ད་ང་རང་ཚོའི་ཟུར་འདི་བྱིན་པའི་ཚུལ་དུ་བཏང་བ་ཡིན་ན། ད་ངན་སོང་གི་སེམས་ཅན་དང་བར་དོའི་སེམས་ཅན་དེ་དག་སྐྱབས་མེད་མགོན་མེད་ཀྱི་འཇིགས་པ་ལས་གྲོལ་ཞིང་འབྱུང་པོ་མི་མ་ཡིན་པ་རྣམས་གཅིག་ལ་གཅིག་གིས་རྡུང་རྡེག་བཙོག་པ་སོགས་གནོད་སེམས་བསམ་འཇམ་ངན་པ་བར་དོ་ཡི་འཁྲུལ་སྣང་མཐའ་དག་ཞི་ནས་ཚེ་སྲོག་གི་འཇིགས་པ་ལས་གྲོལ་ཐུབ་པ་དང། ཐ་དད་ལ་བརྟེན་ནས་སེམས་ཅན་དང་སོ་སོ་གྱི་བར་ལ་ཡོད་པའི་ཚེ་རབས་འཁོར་བ་ཐོག་མར་མེད་པ་ནས་བསགས་པའི་ལན་ཆགས་བུ་ལོན་ཐམས་ཅད་སྦྱང་ཐུབ་པའི་དགོས་པ་ཡོད་རེད། ད་འདི་འདྲའི་རྗེས་ནས་ད་མར་ངན་སོང་གི་སེམས་ཅན་རྣམས་ང་རང་ཚོ་གསུར་དེ་བྱིན་པའི་ཚུལ་དུ་བཏང་བ་ཡིན་ན་དེ་ནི་སོ་སོ་ཀྱི་གནས་སྐབས་ཀྱི་མི་འདོད་པའི། ཨ་ནི་རྐྱེན་ངན་བར་ཆད་དེ་ཚོ་སེལ། དེ་ནི་སོ་སོ་གནས་སྐབས་ལ་གོ་ཡ་གྱི་ཚེ་དང་བསོད་ནམས། དབང་དང་ལས་དང་རླུང་རྟ་དུ་ཚོད་ད་དར་འགྲོ་ཡི་གེ་ད་གོ་པ་འོ་དུ་ཚོད་རེ་ཞོ་ཡིན། འདི་ནི་ད་ཡར་དཀོན་མཆོག་ལ་མཆོད་པའི་ཚུལ་དུ་བཏང་བ་ཡིན་ན་མཐར་ཐུག་རང་ཉིད་ཐར་པ་གྲུབ་པ་པོའི་རྒྱུད་ལ་ཡོད་པའི་སྡིག་སྒྲིབ་དང་རྟོག་སྒྲིབ་སོགས་སྒྲིབ་གཉིས་བག་ཆགས་ཐམས་ཅད་དག་གྱུར་ནས་སྐུ་ལྔ་ཡེ་ཤེས་ཀྱི་འབྲས་བུའི་ས་ཐོབ་འགྲོ་ཡོད་རེད། ད་ནི་གནས་སྐབས་བྱང་ཆུབ་སྒྲུབ་པའི་ས་ལམ་གྱི་བར་ཆད་མཐའ་དག་ཞི་ཞིང་རིགས་དྲུག་སེམས་ཅན་རྣམས་དང་བྱམས་སྙིང་རྗེ་ཀུན་སློང་བྱང་ཆུབ་ཀྱི་སེམས། མ་སྐྱེས་པ་སྐྱེད་པར་བྱེད་པ་དང་སྐྱེས་པ་མ་ཉམས་པར་བྱེད་པ་དང་ཉམས་པ་གོང་འཕེལ་སྒྲུབ་པའི་ད་གོ་བ་ཧ་ཅང་ཆེན་པོ་ཡོད་རེད། ད་གདུལ་བྱ་ནི་ད་མར་ངན་སོང་ལ་ང་རང་ཚོ་གསུར་ཏེ་འབྱིན་པའི་ཚུལ་དུ་བཏང་ཡང་དང་ཡར་ཀོང་ཇོ་ལ་མཆོད་པའི་ཚུལ་དུ་བཏང་བར་བརྟེན་ནས་ད་གོ་བ་རྒྱུ་མཚན་གཙོ་བོ་ག་རེད་ད་སོ་སོ་གའི་ཚེ་འདིའི་གནས་སྐབས་ཀྱི་ད་རྐྱེན་ངན་བར་ཆད་དང་ས་ལས་དང་ནི་མཐར་ཐུག་མཆོག་ཐུན་མོང་དངོས་གྲུབ་ཐོབ་པའི་ཆོས་དུ་འདིར་ང་རང་ཚོ་མགྲོན་རྣམ་པ་བཞི་ལ་ང་རང་ཚོ་སུར་བཏང་གི་གོ་བ་རྒྱུན་དུ་གཙོ་བོ་དེ་རེད་ཟེར་འོ་དོ་ཅིག་ང་རང་ཚོ་ཤེས་ཡོད་པ་དེ་དཔེ་མི་སྲིད་གལ་ཆེ་བོ་ཆགས་བསྡད་ཡོད་པ་རེད་ད། དངོས་གཞི་ང་རང་ཚོ་ད་སུར་ངོ་མ་བཏང་དུས་སྐབས་སུ་ད་ང་རང་ཚོ་ད་རྫས་འདི་ཚོ་དཔེ་མི་སྲིད་གྲ་སྒྲིག་ཡག་པོ་བྱེད་དགོས་དེ་དཔེ་མི་སྲིད་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། དེ་ཡང་ད། སུར་ལ་དཀར་སུར་དང་དམར་སུར་དབྱེ་བ་གཉིས་ཡོད་དུས་ཚང་མ་ད་དམར་སུར་འགྲོ་བ་ཡིན་ན་རྫས་གཙོ་བོ་དེ་ད། ཤ་དང་སིལ་བུ། ལ་སོགས་པ་དག་སྨན་སྣ་ལྔ་དང་འབྲུ་སྣ་ལྔ་ལ་སོགས་པའི་གྲ་སྒྲིག་ཡག་པོ་བྱས་ཏེ་རེད། དེ་ནས་ད་དཀར་ཟུར་འགྲོ་བས་ན་ད་རྫས་གཙོ་བོ་དེ་དཀར་གསུམ་དང་མངར་གསུམ་དེ་ཚོ་ཆགས་ཏེ་ཡོད་པ་རེད་ད་དཀར་གསུམ་དེ་ད་ཞོ། འོ་མ། མར་རེད། དེ་ནས་མངར་གསུམ་འགྲོ་བས་ན་ད་ཀ་ར།

དེ་ནི་ཁོ་ཚོ་སྐད་གཏང་པ་མ་ཟད་ད་ཁོ་ཚོ་ཐུགས་མཉེས་སྦྱོར་དུ་ད་འཇིག་རྟེན་དང་མཐུན་པའི་སྐད་བཤད་པར་ད་ཐུགས་མཉེས་སྦྱོར་དུ་མཆོད་པའི་རྫས་དེ་ཚོ་ཕུལ། མཆོད་པའི་རྫས་ཡག་པོ་གྲ་སྒྲིག་ཡག་པོ་སོ་སོ་གི་བསམ་འཆར་རྣམ་པར་དག་པའི་ཐོག་ནས་གྲ་སྒྲིག་ཡོད་པའི་ཐོག་ནས་དེ་ཁོ་ཚོར་ཕུལ་བ་ཡིན་ན་དེ་ནི་ཁོ་ཚོ་ཡི་ཐུགས་མཉེས་དེ་ནི་སོ་སོ་གི་སེམས་ལ་ཡོད་པའི་དཀའ་ངལ་སྡུག་བསྔལ་དེ་ཚོ་ག་རེ་ག་རེ་ཡོད་ཁོ་ཚོ་ལ་རེ་བ་དྲོ་ཞུ། དེ་འདྲས་བྱས་པ་ན་དེ་སོ་སོ་ལ་གོ་ཡ་གི་ཚད་དང་བསོད་ནམས་དབང་ཐང་མཆོག་ཐུན་མོང་དངོས་གྲུབ་ནི་ཐོབ་གི་རེད། དེ་ཡིན་ས་དེ་ཐོབ་པར་བྱེད་པ་ལ་ང་རང་ཚོ་འདི་ཀ་སོགས་སྨོན་ལམ་བཅུ་པོ་དམ་བསྒྲིགས་ནས་ད་ད་ཕུལ་ཡ་གི་རྫས་དེ་ཚོ། གྲ་སྒྲིག་དང་གཙང་མ་ཡག་པོ་དགོས་དེ་གལ་ཆེན་པོ་རེད། དཔེར་ན་ད་ང་རང་ཚོས་དཔེར་ན་ང་རང་ཚོའི་སེམས་ལ་དཀའ་ངལ་ཡོད་དུས་རྩོམ་པ་དག་སོ་སོ་གྱིས་ད་མི་གཅིག་ལ་རེ་བ་འགྲོ་ཞུ་འདོད་འགྲོ་ཡོད་པ་ཡིན་ན་ཐད་ཀར་ང་ཚོས་རེ་བ་ཞུ་ཐུག་གི་མི་འདུག་ག། ཡིན་ཟེར་ད་ཁོ་ལ་སྔོན་ལ་ཏོག་གོ་སྐོར་འགྲོ་བཏང་བ་དང་གོ་སྐོར་ལ་འགའ་ལོག་ད་ཁོ་ལ་ཏིག་སེ་ཡག་པོ་བྱས་འགྲོ་ཁོ་སྐད་དང་སྐད་ཆ་སྙན་པོ་འགྲོ་ཞེས།

པས་མི་སྲིད་ཀྱི་ད་གལ་ཆེན་པོ་ཆགས་ཀྱི་རེད། སྡུག་བཞིན་ནི་ད་མདོར་ན་ཟུར་གྱི་རྫས་ད་དཀར་ཟུར་དང་དམར་ཟུར་ག་རེ་ཡིན་ན་ཡང་རེད་ད་གྲ་སྒྲིག་ཡག་པོ་ཕུན་སུམ་ཚོགས་པ། གཙོ་བོ་ལུས་ངག་གི་སྤྱོད་པ་རྣམ་པར་དག་པའི་ཐོག་ནས་ད་གྲ་སྒྲིག་བྱས་ན་ད་གལ་ཆེན་པོ་ཆགས་ཀྱི་རེད་ཞུ་ཡིན། ད་ཟུར་གྱི་རྫས་འདི་ཚོ་དངོས་གནས་ཁོ་རང་ཀུན་སློང་རྣམ་པར་དག་པའི་ཐོག་ནས་དེ་ནས་ད་རྫས་ཁོ་རང་གིས་སྐད་ཆ་བཤད་པ་ཡིན་ན་ད་རྫས་འདི་ཚོ་ཏག་ཏག་ཚང་ཡོད་པའི་ཐོག་ནས་ད། རྩ་གཙོ་བོ་དེ་དཀར་སོར་དཀར་གསུམ་དང་མངར་གསུམ་དུ་ཚང་བ་རེད། དེ་ཡི་ཐོག་ལ་ད་སྨན་སྣ་ལྔ་དང་འབྲུ་སྣ་ལྔ་དེ་ཚོ་ད་སོ་སོ་གི་རྒྱུ་སྤར་སྦྱོར་དང་བསྟུན་ནས་ད་གྲ་སྒྲིག་བྱས་རེད་གང་ལྟར་ཡང། ད་གང་ལྟར་ཡང་དེ་བས་ཕྱིར་གྲ་སྒྲིག་ཕུན་སུམ་ཚོགས་པར་བྱས་ནས་དེ་ནས་ད་གཙོ་བོ་སོ་སོ་གི་སེམས་རྒྱུད་རྣམ་པར་དག་པ་ཅིག་སྐྱེ་དགོས་དཔེ་མི་སྲིད་གལ་ཆེ་མ་ཆགས་དོན་གང་ཡིན་ཟེར་ན་ད་ང་རང་ཚོ་གསུར་གྱི་རིགས་དང་ནི་གཏོར་མ་ཡི་རིགས་དང་ནི་བཅོས་ཀྱི་རིགས་དེ་ཚོ་ཚོགས་དུས་སུ་ད་ཀུན་སློང་རྣམ་པར་དག་པ་དཔེ་མི་སྲིད་ཡག་པོ་ཞིག་གོ་གི་རེད་ཟེར་གི་ད། ཀུན་སློང་རྣམ་པར་དག་པ། ཐུབ་པ་ན་ད་ང་རང་ཚོ་ཐུན་མོང་གི་ད་ཆོས་འདི་ཚོ་དཔེ་མི་སྲིད་སོ་སོའི་རྒྱུད་ལ་སྐྱེ་དགོས་གལ་ཆེན་པོ་རེད་ཟེར་གི་འདུག་ད་ཐུན་མོང་གི་ཆོས་འཁོར་བའི་ངེས་འབྱུང་འདི་ཚོ་ཡག་པོ་ཧ་གོ་ལས་རྒྱུ་འབྲས་དང་འཆི་བ་མི་རྟག་པ་དང་ད་འདི་འདྲའི་གི་སྐོར་ལ་ཡག་པོ་ཧ་གོ་ཐུབ་པ་ཡིན་ན་ད་དངོས་གནས་ཁོ་རང་སོ་སོ་གི་དངོས་གནས་ཁོ་རང་ཆོ་ག་འདི་བྱེད་པ་ནས་སེམས་ཅན་གཞན་ལ་ཕན་ཐོས་ཀྱི་ནུས་པ་ཅིག་དངོས་གནས་ཁོ་རང་སླེབས་ཀྱི་རེད་ཟེར་གི་འདུག།

ངན་སོང་གི་སེམས་ཅན་ལ་ཕན་བྱེད་དེ་དག་གཙོ་བོ་ཁོང་རྣམས་ཀྱིས་སེམས་ཅན་འདི་ཚོའི་སྡུག་བསྔལ་འདི་ཚོ་ང་རང་ཚོ་ཡག་པོ་ཤེས་དེ་ལ་བརྟེན་ནས་ད་ངེས་འབྱུང་དང་འཇམ་སྙིང་རྗེ་དངོས་གནས་སྐྱེས་ནས་ད་དེ་རིང་དངོས་གནས་ང་ཡི་གསུར་གྱི་སྦྱིན་པ་དེ་བཏང་བ་དེ་དངོས་གནས་ཁོང་ཚོ་ལ་ཕན་ཐོགས་ཡོད་ཀྱི་ལས་ཀ་བྱེད་ཀྱི་ཡིན་ཟིན་ད་འདི་ཀུན་སློང་སྐྱེ་ཐུབ་ན་ཡག་པོ་རེད་མ་སྐྱེས་སོང་ད་སྐྱེས་པའི་ཕྱིར་དུ་ད་འཇམ་སྙིང་རྗེ་བྱང་ཆུབ་ཀྱི་སེམས་གོ་མེད་དེ་དཔལ་བེ་སི་གེ་ཆེན་པོ་ཆགས་འདོད་རེད་ད་འཇམ་སྙིང་རྗེ་བྱང་ཆུབ་ཀྱི་སེམས་སྐྱེས་ཐུབ་པའི་རྟེན་དུ་ད་ང་རང་ཚོ་གཙོ་བོ་འཕགས་པ་སྤྱན་རས་གཟིགས་སྒོམ་དགོས་ཀྱི་ཡོད་རེད་ཟེར་གྱི་ཡོད་རེད་ཟེར་གྱི་རེད་ད།

ཆོས་པའི་རྫས་དེ་ཚོ་ཡང་དེ་ག་ས་ཕར་པ་མ་ཡིན་པ་དངོས་གནས་ཁོ་རང་བསམ་གྱིས་མི་ཁྱབ་པ་མ་རེད་ད་ནམ་མཁའི་གར་ཁྱབ་ཀྱི་ད་ཆོས་པའི་རྫས་དེ་འདྲས་ཁྱབ་ཡོད་པར་དེ་ཡང་ད་སེམས་ཅན་གང་ལ་གང་འདོད་ཀྱི་དེ་འདྲས་ཀྱི་ཆོས་པའི་རྫས་དེ་ཚོ་ཁྱབ་སོང་དེ་ཡང་ད་ཟག་བྱེད་ད་ཟག་མེད་སྐད་ཆ་བཤད་དུས་ཀྱི་ད་ཟག་བྱེད་ཀྱི་ཆོས་པའི་རྫས་མ་ཡིན་པ་ཟག་མེད་ཀྱི་ཆོས་པའི་རྫས་ཐམས་ཅད་ནམ་མཁའ་མཛོད་བཞིན་དུ་ལོངས་སྤྱོད་ཅེས་པ་མེད་པར་གྱིས་རྩོད་པ་མེད་ཀྱི་ཚད་མེད་པ་རང་དུ་ནས་སྤྱོད་པར་ཤོག་ལ་ཡི་སྨོན་ལམ་བགྱི་བ་འདི་ནང་བཞིན་དངོས་གནས་ཁོ་རང་ད།

ཆོ་ག་དང་མཐུན་པའི་ད་ཏིང་ཞག་དེ་ཚོ་གྲ་སྒྲིག་བྱེད་དགོས་རེད་ཟེར་ད་མདོར་ན་སུར་བཏང་དུས་ཏིང་ཞག་དེ་གྲ་སྒྲིག་བྱེད་དགོས་རེད་ཟེར་དེ་ནས་ད་ཏིང་ཞག་དུང་གིན་དུང་གིན་ད་སོ་སོ་གི་མགྲོན་རྣམ་པ་ཞིག་དང་སྐད་བཏང་དེ་མགྲོན་རྣམ་པ་ཞིག་ལ་ཆོས་དཔེ་ཡིན་རྫས་དེ་ཚོ་ཕུལ་ཡ་རེད་ཟེར་གི་རེད་ད་ཏིང་ཞག་དུང་དགོས་པ་དེ་དཔེ་གལ་ཆེན་པོ་འདྲ་ཡིན་ས་རེད། དཔེར་ན་ད་ཏིང་ཞག་ཁོ་རང་ལ་མཚོན་པ་ཡིན་ན་ཏིང་ཞག་གིས་ཁ་ཐུང་ཁ་དེ་མཐུག་པོ་ཞུ་བཞིན་འདུག་མ་རེད། ཏིང་ཞག་དེས་ཁ་མཐུག་པོ་ཡོད་པའི་རྒྱུ་མཚན་ག་རེ་མཚོན་གྱི་རེད་ཞུས་པ་ཡིན་ན་ང་རང་ཚོ་ཕུལ་ཡ་གི་སུར་གྱི་རྫས་རྫས་དེ། ཉུང་ཉུང་འདྲ་བོ་ཞིག་ཡིན་ན་ཡང། འདི་ལྟ་བུའི་རྫས་ཉུང་ཉུང་འདི་ང་རང་ཚོའི། མགྲོན་རྣམ་པ་བཞི་ལ་ཕུལ་བར་བརྟེན་ནས། དྲིལ་བུ་དངོས་གནས་སྐོར་བསམ་གྱིས་མི་ཁྱབ་པ། གནས་སྐབས་དང་མཐར་ཐུག་ལ་སོགས་ཕྱོགས་ཐུན་མོང་གི་དངོས་གྲུབ་དེ་འདྲའི་རྒྱ་ཆེན་པོ། ཐོབ་ཀྱི་ཡོད་པ་འདི་འདྲིས་ཀྱི་མཚོན་བྱེད་ཆེད་དུ་ད་ཏིང་ཤ་འདི་མཐོང་དུས་རྩོམ་པ་ཁ་འདི་མཐུག་པོ་ཡོད་པ་རྒྱུ་མཚན་འདི་རེད་ཟེར་གྱི་ད་ཏིང་ཤ་ཡི་ཁ་མཐུག་པོ་ཡིན་པའི་རྒྱུ་མཚན་འདི། གསུར་གྱི་རྫས་ཉུང་ཉུང་ཡིན་ན་ཡང་དྲིལ་བུ་བསམ་གྱིས་མི་ཁྱབ་པ་ཡོད་པ་འདི་མཚོན་གྱི་རེད་ཟེར་བའི་ད། དེ་ནི་ཏིང་ཤ་ཏིང་ཤ་དེ་ཏོ་ཡར་ལ་སྤྲང་སྐྱོ་འདྲ་བོ་དོ་འདུག་འབུག་སུ་ཏུ་སྤྲང་སྐྱོ་འདྲ་བོ་དོ་དེ་ཡ་གྱལ་ལ་སྤྲང་སྐྱོ་འདྲ་བོ་ཡོད་པའི་ག་རེ་མཚོན་གྱི་རེད་ཞུས་པ་ཡིན་ན། ང་རང་ཚོས་ད་ཡར་དཀོན་མཆོག་ལ་གསུར་གྱི་མཆོད་པ་དང་མར་ངན་སོང་ལ་གསུར་གྱི་བྱིན་པ་བཏང་བ་ལ་བརྟེན་ནས་ཨ་ནི་མར་ངན་སོང་དང་བར་དོའི་སེམས་ཅན་འདི་ཚོའི་རྒྱུད་ལ་ཨ་ནི་ཐེག་པ་ཆེན་པོའི་རིགས་སད་གྲོལ་གྱི་ད་དགོས་པ་དེ་འདྲ་ཡོད་རེད་ཟེར་གྱི་རེད་ད་ང་རང་ཚོས་གསུར་གྱི་བྱིན་པ་བཏང་བ་ལ་བརྟེན་ནས་དངོས་གནས་ཁོ་རང་ཁོ་རང་ཚོ་ལ་ཕན་ཁོ་རང་ཚོ་ཕན་པ་དེ་ནས་གཅིག་གིས་གཅིག་ལ་གནོད་སེམས་བསམ་སྦྱོར་ངན་པ་མཐའ་དག་ཞི་ནས་ཐམས་ཅད་ཀྱི་རྒྱུད་ལ་ཀུན་སློང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གོང་འཕེལ་དུ་འགྲོ་ཐོས་ཀྱི་མཐར་ཐུག་ད་ཐེག་པ་ཆེན་པོའི་རིགས་གསལ་གྱི་ད་རྟགས་མཚོན་བྱེད་དུ་ད་ཏིང་ཤར་གྱི་ཁ་དེ་ཡར་སྦུབས་སུ་སྐྲངས་དགོས་པའི་རྒྱུ་མཚན་མཚོན་བྱེད་འདི་རེད་ཟེར། དེ་ནས་ད་ཏིང་ཤར་འདི་ལ་སྦུ་ག་གཅིག་དང་ཨི་ཁུང་གཅིག་ཏུ་ད་ཏིང་ཤར་གྱི་ཨི་ཁུང་གཅིག་དེ་ག་རེ་ཟེར་ན་མཐར་ཐུག་ད་སྔོན་ན་ཁོ་རང་རྣམ་རྒྱལ། ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་བྱེད་པའི་ལམ་འདི་དག་གཅིག་མ་གཏོགས་ཡོད་མ་རེད་ཟེར་དེ་ལམ་འདི་དག་དབུ་མའི་ལམ་ཡིན་ཟེར་དེ་ཟེར་ད་དབུ་མའི་ལམ་མཚོན་བྱེད་དུ་ད་ཏིང་ཞག་གི་བུ་ག་ཡང་ཨི་ཁུང་གཅིག་ཡོད་པའི་མཚོན་བྱེད་དེ་དག་མཐར་ཐུག་ཐེག་པ་ཐམས་ཅད་ཀྱི་ལམ་དབུ་མའི་ཡི་ལམ་མཚོན་བྱེད་རེད་ཟེར་འོ་དོ་བཞིན་ད་ཏིང་ཞག་གི་དགོས་པ་དང་རྒྱུ་མཚན་དེ་དག་དེ་འདྲའི་དྲག་ཡོད་རེད་དེ་ནི་ཏིང་ཞག་དེ་ཚོ་དུང་དུལ་སྐབས་སུ་ཡིན་ན་ཡང་ཁ་ཡག་ལ་བརྟེན་ནས་དུང་ཚོར་བྱེད་ད་ཡང་ཁ་ཕྲད་ལ་བརྟེན་ནས་དུང་ཚོར་རྣམ་པ་གཉིས་འདྲ་བ་དག་ད་འདིའི་དགོས་པ་དང་རྒྱུ་མཚན་ག་རེ་ག་རེ་ཡོད་མེད་དེ་དག་ཏག་ཏག་ཧ་གོ

ང་ས་གཞི་འགྲོ་བར་སྒོམ་བསྒུག་ཡོད་རེད་ཟེར་གི་འདུག་སྤྱིར་བཏང་ད་ང་རང་ཚོ་ལྷ་སྒོམ་དུས་སྐབས་སུ་སྒོམ་ལུགས་མང་པོ་དང་འཇིག་རྟེན་ལས་འདས་པའི་ལྷ་འདྲ་བོ་ཡིན་ན་ད་གཟུགས་གཟུགས་ཀྱི་ཐོ་བ་དོན་གྱི་ནམ་མཁའ་དང་སྤྱི་བོའི་གཙུག་ལ་སྒོམ་ཡ་དང། ད་འཇིག་རྟེན་གྱི་ལྷ་དེ་ཚོ་མ་ཡིན་པར་འཇིག་རྟེན་པའི་ལྷ་དང་ད་ལྷ་སྲིན་སྡེ་བརྒྱད་གནས་སྐབས་ཀྱི་ད་ཕན་འདོགས་བྱེད་མཁན་གྱི་ལྷ་དང་སྲུང་མ་དེ་ཚོ་ཡིན་པ་ན་ད་སོ་སོ་དང་མཉམ་པ་འདྲ་བོ་ཡང་ན་སོ་སོ་ལས་ཏི་སེ་དམའ་བ་འདྲ་བོ་དེ་འདྲ་སྒོམ་བསྒུག་ཡོད་རེད་ཟེར་གི་འདུག་ད་དེ་ཚོ་ཏོ་སྡུག་ཅག་ཡིན་པ་དང་མཐོང་ཆུང་བའི་སྐད་ཆ་མ་ཡིན་པར་ད་ཁོ་རང་ཐོབ་ཐང་དང་ཡོད་པའི་ད་ས་གནས་དང། གནས་ཚུལ་གནས་སྣང་དང་མཐུན་པའི་སྐད་ཆ། དེ་འདྲ་ཡོད་པའི་ཐོག་ལ་ད་སྒོམ་ལུགས་སྒོམ་ཚར་འོ་དེ་འདྲ་རེད་ཟེར་བས་གང་ལྟར་ན་ད་འཇིག་རྟེན་ལས་འདས་པའི་ལྷ་འདྲ་བོ་ཡོད་ན་ད་སོ་སོ་ལས་མཐོ་བ་སོ་སོའི་ཕྱི་རོལ་གཙུག་སྒོམ་ཡང་དང་འཇིག་རྟེན་པའི་ལྷ་དང་སྲུང་མ་དེ་ཚོ་ཡོད་ན་ད་སོ་སོ་དང་མཉམ་པ་ད་དེ་ཚོ་སྒོམ་ལུགས་སྒོམ་སྟངས་སྒོམ་ལུགས་སྒོམ་ཚུལ་དེ་ཚོ་ཡོད་རེད་ཟེར་གྱི་ཡོད་རེད་ད། མདོར་ན་ད་རང་ཉིད་འཕགས་པ་སྤྱན་རས་གཟིགས་སྒོམ་ད་ཆོས་པའི་རྫས་དེ་ཚོ་གྲ་སྒྲིག་ཡག་པོ་ཡོད་དེ།

དམིགས་པ་གོམས་དགོས་ཀྱི་རེད་ཟེར་གྱི་ཡོད་རེད། ད་ང་རང་ཚོ་སྒྲོལ་རྣམ་པ་བཞི་དེ་སྐད་བཏང་ནས་ད་ཆོས་པའི་རྫས་དེ་ཚོ་ཕུ་ལུའི་ཙམ་པོ་གཙོ་བོ་དམིགས་པ་དེ་ད་ང་རང་ཚོ་ཡག་པོ་བྱ་ཡོད་ཆེད་དུ་རྒྱུ་རྣམ་པ་གསུམ་དེ་དཔེ་མེད་ཚོ་འཛོམས་དགོས་ཡོད་དེ་དཔེ་མེད་ཚོ་གལ་ཆེན་པོ་ཆགས་བསྡད་ཡོད་རེད་ཟེར་གྱི་འདུག་རྒྱུ་རྣམ་པ་གསུམ་དེ་ག་རེད་ཟེར་ན་ད་བདེ་ཆེན་གཤེགས་པའི་སྟོབས་ཨ་ནི། བདེ་ཆེན་གཤེགས་པའི་བྱིན་གྱིས་བརླབས་པའི་སྟོབས་དང་ཨ་ནི། ཆོས་ཀྱི་དབྱིངས་ཀྱི་སྟོབས་དང་བདག་གི་བསམ་པའི་སྟོབས། འོ་སྟོབས་རྣམ་པ་གསུམ་དེ་ཡིན་གཅིག་མ་གཅིག་དཔེ་མེད་ཚོ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་ཟེར་གྱི་ལྷག་པར་དུ་གསུར་གྱི། ཆོས་པ་དེ་རྗེས་དུས་སྐབས་སུ་ད་གསུར་གྱི་ཆོ་ག་དེ་བཏང་དུས་སྐབས་སུ་ང་རང་ཚོ་སྟོབས་རྣམ་པ་གསུམ་དེ་ཡིན་ཅིག་ནས་ཚང་དགོས་ཀྱི་རེད་ཟེར། ད་བདེ་ཆེན་ཞིང་པའི་བྱིན་གྱིས་བརླབས་པའི་སྟོབས་ལ་དུས་སུ་ད་ང་རང་ཚོ་ད་དུས་འདི་ནམ་མཁའ་ལ་སྒྲོན་རྣམ་པ་ཞིག་སྐད་བཏང། དེ་མཆོད་པའི་རྫས་དུས་སུ་གྲ་སྒྲིག་བྱས་ད་འཕགས་པ་སྤྱན་རས་གཟིགས་རང་ཉིད་སྐུ་གསུང་ཐུགས་ནས་ད་མཆོད་པའི་རྫས་དུས་སུ་ཕུལ་དུས་སྐབས་སུ་དེ་ནས་དམིགས་པ་ད་དཀོན་མཆོག་གསུམ་དང་སྒྲོན་རྣམ་པ་བཞི་ལ་ཕུལ་གྱི་ཡོད་བསམ་པ་འགྲོ་ད་ངག་ནས་ཡིད་ནས་ད་སྔགས་ག་རེ་བགྲང་དགོས་རེད་ཟེར་ན་ནང་མ་གསར་པ་ཏག་ཏག་གི་ད་ཨ་བ་ལུག་གི་དུ་འོང་བསམ་པ་ར་བསམ་པ་ར་འོང་ཟེར་བའི་སྔགས་དེ་བགྲང་དགོས་ཀྱི་ཡོད་རེད་ཟེར། ད་འདི་སྔགས་འདི་ག་རེད་ཟེར་ན་ད་ང་རང་ཚོ་སྟོབས་རྣམ་པ་གསུམ་གྱི་ནང་ལོ་ནས་སྟོབས་དང་པོ་བདེ་ཆེན་ཞེས་པའི་བྱིན་གྱིས་བརླབས་པའི་སྟོབས་ཟེར་ན་འོ་དེ་ལ་ཡོད་ད། སྤྱི་བཏང་ང་རང་ཚོ་ད། ངན་སོང་གི་སེམས་ཅན་དང་ཨ་ནི་བར་དོའི་སེམས་ཅན་དེ་ཚོ་ང་རང་ཚོ་ཟས་དེ་ཚོ་ཕུལ་བ་ན་ཁོ་ཚོ་ཐོབ་ཀྱི་མ་རེད་ཟེར་གྱི་འདུག་ད་ཡི་དྭགས་འདྲ་བོ་ཡིན་པ་ན་ད་ཕྱུགས་དེ་ཚོ་ལ།

དེ་ནི་མར་རིགས་དྲུག་གི་སེམས་ཅན་དང་ངན་སོང་སེམས་ཅན་དང་བར་དོའི་སེམས་ཅན་དུ་ཟས་ག་རེ་ཕུལ་བ་ཡིན་ན་དེའི་སྔགས་དྲངས་པ་ལ་དྲངས་པ་ཡིན་ན་དེ་ཁོ་ཚོར་ཏག་ཏག་ཏག་ཏག་ཐོབ་ཀྱི་ཡོད་རེད་ཟེར། དེང་སང་དེའི་སྔགས་ཀྱི་མཚན་དེ་ཡང་དེ་བཞིན་གཤེགས་པས་བྱིན་གྱིས་བརླབས་པའི་སྟོབས་ཟེར་ལབ་དགོས་རྒྱུ་མཚན་གཙོ་བོ་དེ་རེད། ད་སེམས་ཅན་རྣམས་ལ་སྔོན་ནས་བར་ཟས་དང་ནོར་སྤྲད་པ་ན་ཞིག་ཐོབ་དགོས་ཀྱི་ཡོད་ན་ད་སྔགས་འདི་ལ་ཡིད་གཏད་ནས་ཡག་པོ་དྲངས་དགོས་ད་གལ་ཆེན་པོ་རེད། ན་མོ་གསར་བ་ཏ་ཏ་ག་ད་ཨ་བ་ལུ་གའི་དོམ་བསམ་པར་བསམ་པར་ཧོང་ཧོང་སེམས་ད་ཡིད་ནས་དེ་འདྲའི་གི་སྔགས་དེ་ལ་དོན་སྣང་ཡག་པོ་ཏིང་ངེ་འཛིན་ཡག་པོ་བསྒོམས་ནས་དྲངས། དེ་ནི་དམིགས་པ་འདི་དག་དཀོན་མཆོག་གསུམ་དང་དགུ་པོ་ཡོན་ཏན་གྱི་མགྲོན་དང་རིགས་དྲུག་ལྷུང་བཟེད་ཀྱི་མགྲོན་དང་ལན་ཆགས་བུ་ལོན་གྱི་མགྲོན་དུ་སོ་སོ་ལ་གང་ལ་གང་འདོད་ཀྱི་དང་ཆུད་པའི་རྫས་དེ་ཚོ་སྤྲད་ཀྱི་ཡོད་འཕུལ་གྱི་ཡོད་ད་ཁོ་ཚོ་འདོད་པ་ཚིམས་སོང། ཚེ་རབས་འཁོར་བ་ཐོག་མ་མེད་པའི་ལན་ཆགས་བུ་ལོན་ཐམས་ཅད་སྦྱངས་སོང་དེ་ཡིས་བརྟེན་ནས་དེ་འདྲའི་བྱང་བར་བརྟེན་ནས་སོ་སོ་གྱི་རྒྱུད་ལ་ཡོད་པའི། ལས་ངན་སྡིག་སྒྲིབ་དེ་ཚོ་དག་གནས་སྐབས་རྐྱེན་ངན་བར་ཆད་དེ་ཚོ་ཞི། ཚེ་དང་བསོད་ནམས་དབང་ཐང་རླུང་རྟ་འདི་ཚོ་རྒྱས་སོང་སེམས་ཅན་ཐམས་ཅད་སྔོན་མྱོང་བ་ལ་དང། གཅིག་ལ་གཅིག་ཟ་བའི་སྡུག་བསྔལ་དང་དད་པ་བཙོག་པ་ལགས་སོ་གནོད་སེམས། མཐའ་དག་ཞི་སོང་ལྷག་པར་དུ་བར་དོ་ཡི་སེམས་ཅན་དུ་འཁྲུལ་སྣང་གི་འཇིགས་སྐྲག་ལས་གྲོལ་སོང་སྐྱབས་མེད་པ་དེ་ཚོ་སྐྱབས་ཐོབ་སོང་མགོན་མེད་པ་དེ་ཚོ་མགོན་ཐོབ་སོང་སོ་སོ་གིས་གང་ལ་གང་འདོད་ཀྱི་ལྷ་ཡི་སྣང་བ་དེ་ཚོ་ཤར་ནས་སོ་སོ་གི་ཡི་དམ་གྱི་ལྷ་ཡི་ཞིང་ཁམས་སུ་འཕོ་སོང་སེམས་ཐག་འདི་འདྲའི་གི་དམིགས་པ་དཔེ་ཡག་པོ་གོམས་དགོས་ཀྱི་ཡོད་རེད་ཟེར་ད་ཁ་ནས་ནང་མ་གསར་བ་ད་ལྟ་བ་ཨ་བ་ལུག་གི་འདུག་བསམ་པ་ར་བསམ་པ་ར་ངོ་ངོ་སངས་སྔགས་དེ་ངན་ཅིང་ད་འདི་བྱེད་པ་ན་ད་འདི་སྔགས་དེ་དུས་དང་པོ། བདེ་ཆེན་བྱེད་པའི་བྱིན་གྱིས་བརླབས་པའི་སྟོབས་སུ་འདིར། དེ་ནི་སྟོབས་རྙིང་པ་འདི་ག་རེ་ཟེར་ན་བདག་གི་བསམ་པའི་སྟོབས་ལས་ད་རྙིང་པ་འདི་དང་བདེ་ཆེན་བྱེད་པའི་བྱིན་གྱིས་བརླབས་པའི་སྟོབས་ཡོད་པའི་ཐོག་ནས་ད་བདག་གི་བསམ་པའི་སྟོབས་ལས་འདོད་ཚུལ་སོ་སོ་ཀྱི་རྒྱུད་ལ་ལྷག་བསམ་རྣམ་པར་དག་པའི་ཀུན་སློང་བྱང་ཆུབ་ཀྱི་སེམས། ཀུན་གནས་གོ་ར་འཕགས་རོལ་པའི་སེམས་ཅན་ཚོ་ངའི་ཕན་ཐོགས་ཀྱི་ཡིན་སྤྲད་ཀྱི་ཡིན་ཟེར་ཏེ་འདྲི་དགོས་རྒྱབ་སྙིང་རྗེ་ཡོད་པའི་ཐོག་ནས་ང་རང་ཚོ་སྤྲད་དུས་སྐབས་སུ་ད་ཕར་དངོས་གནས་ཕན་གྱི་ཡོད་རེད། དེ་ལྟ་བུའི་ཕན་ཐོགས་པའི་གསུང་སོགས་རྒྱུད་བླ་ཡི་ཀུན་སློང་གི་བྱང་ཆུབ་ཀྱི་སེམས་འདི་ལ་བཅོས་མ་མ་ཡིན་པའི་བྱང་ཆུབ་ཀྱི་སེམས་འདི་ལ་བདག་གིས་བསམས་པའི་སྟོབས་ད་འདི་རེད། ད་སྟོབས་གསུམ་པ་འདི་གར་ཟེར་བའི་ཆོས་ཀྱི་དབྱིངས་ཀྱི་སྟོབས་ཟེར་གྱི་ད་ཆོས་ཀྱི་དབྱིངས་ཀྱི་སྟོབས་ལ་དུས་བརྩམས་པ་ལ། ད་གཙོ་བོ་ང་རང་ཚོ་སྔགས་དང་ཕྱག་རྒྱ་ཏིང་ངེ་འཛིན་གྱི་ཐོག་ནས་ད་ཆོ་ག་འདི་གྲུབ་དུས་བརྩམས་འདི་ལ་ཆོས་ཀྱི་དབྱིངས་ཀྱི་སྟོབས་ལ། ལྷ་སྔགས་དང་ཕྱག་རྒྱ་ལས་སྔགས་ལ་དོན་ཚོད་ལྟ་ཅི་དང་གོ་རྒྱུ་མང་པོ་ཡོད་ས་རེད་ན་སྐབས་སུ་བབ་པ་དག་སོ་སོ་གི་ཆོ་ག་དང་མཐུན་པའི་དག་སྔགས་དེ་སྔགས་དེ་ཚོ་ལ་དོན་སྣང་བྱེད་ཡ་དང་ཏིང་ངེ་འཛིན་གོ་མའི་དོན་ཚོད་ལ་ཡི་དྭགས་དེ་ནས་ཕྱག་རྒྱ་ལས་དོན་ཚོད་ལྟ་ཕྱག་རྒྱ་ལས་ཅི་དང་གོ་ཡ་མང་པོ་ཡོད་ས་རེད་ཆོས་རྒྱལ་ཕྱག་རྒྱ་ལས་ཀྱི་ཕྱག་རྒྱ་ཕྱག་རྒྱ་ཆེན་པོ་ཚོད་ལྟ་གྲི་བཞི་རྒྱབ་ཚུལ་མང་པོ་དོ་མ་རེད་ད་སྐབས་སུ་བབ་པ་ཕྱག་རྒྱ་ལས་སོ་སོ་གི་དག་ལས་ཀྱི་ཕྱག་རྒྱ་དེ་གོ་ཡ་ལས་ཀྱི་ཕྱག་རྒྱ་ལ་དག་སོ་སོ་གི་ཆོ་ག་ཡོད་ངོ་རྗེས་གསུམ་གི་རྩིས་ཟིན་པའི་ཆོ་ག་རྣམ་པར་དག་པ་ཡོད་པའི་ཐོག་ནས། དེ་ནས་སོ་སོ་ཀྱི་གཙོ་བོ་དག་འཇམ་སྙིང་རྗེ་ཏིང་ངེ་འཛིན་དུ་གཟུགས་བུམ་མེད་དེ་ལ་དག། ཕྱག་རྒྱ་གྲོལ་བ་ལ་ཡོད་དོ་མདོར་ན། ཆོས་ཀྱི་དབྱིངས་ཀྱི་སྟོབས་ཟེར་ན་སྔགས་དང་ཕྱག་རྒྱ་ཏིང་ངེ་འཛིན་གོམས་པའི་ཡིད་དང་མཐུ་དང་ནུས་པ་དེ་དག་གིས་བསམ་གཏན་གཅིག་ལ་ཤེས་རབ་རྣམ་པར་དག་པ་གཅིག་ལ་དག་ཆོས་ཀྱི་དབྱིངས་ཀྱི་སྟོབས་ཟེར་གྱི་ཡོད་དོ། མདོར་ན་དག་ཆོས་ཀྱི་དབྱིངས་ཀྱི་སྟོབས་ལ་དག་ཏིང་ངེ་འཛིན་ཡག་པོ་གོ་གི་ཡོད་རེད་ཟེར་ན་དག་ཁ་ནས་དག་དེ་བཞིན་གཤེགས་པའི་བྱིན་གྱིས་བརླབས་པའི་སྟོབས་ན་མོ་གསར་བ་ཏག་ཏག་ཨོ་ལོ་ཀོ་བསམ་པར་བསམ་པར་འོང་ཟེར་སྔགས་དེ་དྲངས། དེ་ནས་ཡིད་དག་གཙོ་བོ་ཀུན་སློང་རྣམ་པར་དག་པ། ཀུན་སློང་བྱང་ཆུབ་ཀྱི་སེམས་ཡོད་པ། འདི་འདྲའི་གཉིས་ཀྱི་ཐོག་ནས་དེ་ནི་ང་རང་ཚོར་ཏིང་ངེ་འཛིན་ཡག་པོ་སྒོམ་ཐུབ་དགོས་སྒོམ་དགོས་ཀྱི་རེད་ཟེར་གྱི་ཡོད། ད་དུང་གི་ནམ་མཁའ་ལ་སྒྲོན་རྣམ་པ་བཞི་ལ་མཆོད་པ་དང་གུར་གདུགས་གསུངས་པ་ཡང་ང་རང་ཚོ་འཇིག་རྟེན་པ་ན་ཚོའི་མཚན་འཛིན་དང་གཉིས་འཛིན་དང་ཆགས་པ་དང་ཞེན་པ། འདི་འདྲའི་གི་ཐོག་ནས་མཆོད་པ་བྱེད་པ་མ་ཡིན་པ་དངོས་གནས་ཁོ་རང་ད་མཆོད་པའི་རྫས་ཕུལ་མཁན་དང་མཆོད་པ་དང་ནི་རྟེན་འདི་ཚོའི་རང་བཞིན་གྱིས་མ་གྲུབ་པ་ད་ཁོ་ཚོ་རྣམ་པར་དག་པའི་རྩིས་ཟིན་དགོས་རེད་ཟེར་གྱི་འདུག་ནམ་རྒྱུན་ང་རང་ཚོ་ད་འདི་འདྲའི་གི་ཏིང་ངེ་འཛིན་གོ་མེད་དེ་གལ་ཆེན་པོ་རེད། མདོར་ན་ཆོས་ཀྱི་དབྱིངས་ཀྱི་སྟོབས་ཙམ་དང་ཏིང་ངེ་འཛིན་སྒོམ་པའི་ཐོག་ནས་དང། རང་ཚུལ་དང་སྒྱུ་མ་ལྟ་བུའི་བདེན་རྫུན་སྒོམ་ན་རེད་རྡོ་རྗེ་ལྟ་བུའི་བདེན་རྫུན་སྒོམ་ན་རེད་ད་སོ་སོ་གྱི་རྒྱུད་ལ་ཏིང་ངེ་འཛིན་ག་འདྲའི་སྒོམ་རྒྱུ་ཡོད་མ་རེད་ད། དེ་འདྲའི་སྒོམ་མ་ཐུབ་པ་ན་ད་ཡང་ང་རང་ཚོ། སྙིང་རྗེ་དེ་ཚོ་སྒོམ་ན་འགྲིག་གི་རེད་ད་དམིགས་པ་མེད་པའི་སྙིང་རྗེ་སེམས་ཅན་ལ་དམིགས་པའི་སྙིང་རྗེ། ཆོས་ལ་དམིགས་པའི་སྙིང་རྗེ་ད་འདི་ཚོ་ཚང་མ་ཏིང་ངེ་འཛིན་ཆགས་བསྡད་ཡོད་མ་རེད་ཐབས་དང་ཤེས་རབ་ཟུང་འབྲེལ་གྱི་ཏིང་ངེ་འཛིན། དེ་འདྲ་ཆགས་བསྡད་ཡོད་རེད་ད། ཆོས་ལ་དམིགས་པའི་སྙིང་རྗེ་ཟེར་ན་ད་ཆོས་ཐམས་ཅད་རང་བཞིན་གྱིས་དེ་མར་མ་གྲུབ་བཞིན་དུ་ད། སེམས་ཅན་འདི་ཚོ་ད་འདི་ཧ་མ་གོ་ན་ད་འདི་འདྲ་ལ་འཁྲུལ་རྒྱུ་འདུག་ཨ་ཟེར་འདི་འདྲའི་བསམ་བློ་བཏང་ཡ་འདྲ་ཞིག་ཡོད་ད་སེམས་ཅན་ལ་དམིགས་པའི་སྙིང་རྗེ་ཆོས་ལ་དམིགས་པའི་སྙིང་རྗེ། དམིགས་པ་མིན་པའི་སྙིང་རྗེ་ཟེར་མདོར་ན་ད་ཆོས་རྒྱལ་ཡིན་གྱི་སྟོབས་ཟེར་ན་འཁོར་ཚོགས་རྣམ་པར་དག་པའི་ཤེས་རབ་ཀྱི་རྩིས་ཟིན་བཞིན་དུ་ད་ང་རང་ཚོ་མགྲོན་རྣམ་པ་བཞི་འདི་ལ་མཆོད་པའི་རྫས་འདི་ཚོ་འཁོར་གྱི་ཡོད་བསམ་པ་ད་འདི་འདྲའི་གི་སྟོབས་རྣམ་པ་གསུམ་ཡང་རྒྱུད་རྣམ་པ་གསུམ་འཛོམས་པའི་ཐོག་ནས་དེ་ནི་ཚུར་གྱི་མཆོད་པ་དེ་བྱེད་དགོས་ཀྱི་ཡོད་རེད་ཟེར་གྱི་ཡོད། འོག་ཏུ་ཞེ་ན་ད་སྟོབས་རྣམ་པ་གསུམ་གྱི་ཐོག་ནས་ད་གདོན་གྱི་ནམ་མཁའ་ལ་སྒྲོན་རྣམ་པ་བཞི་དེ་ལ་ད་གང་ལ་གང་འདོད་ཀྱི་མཆོད་པ་དེ་ཚོ་ཕུལ་གྱི་ཡོད་བསམ་མ་རེད། དེ་འདྲའི་བསམ་ཚར་རྗེས་ད་སྔོན་གནས་བར་སེམས་ཅན་ཐམས་ཅད་ཚིམས་སོ་འདོད་པ་ཚིམས་སོ་མ་རེད་ཐམས་ཅད་ནམ་མཁའ་མཛོད་བཞིན་དུ་ལོངས་སྤྱོད་སྤྱོད་པ། ལོངས་སྤྱོད་སྤྱོད་པ་མེད་པར་རྩོད་པ་མེད་ཅིང་ཚེགས་མེད་པར་རང་དབང་དུ་ནི་སྤྱོད་པར་ཤོག་ལབ་པ་ནང་བཞིན་ད་སྔོན་གནས་བར་སེམས་ཅན་ཐམས་ཅད་གང་ལ་གང་འདོད་དེ་དེ་འདྲའི་གྱི་ནོར་ལོངས་སྤྱོད་ཐོབ་སོ་ད་ཉི་མ་དེ་རིང་ནས་བྱས་ནས་སྔོན་གནས་བར་སེམས་ཅན་དུ་ཟ་ན་ཡ་དང་ཚ་ཡ་གྱི་སྡུག་བསྔལ་གྱི་སྒྲ་ཡང་དེ་འདྲའི་ཐོས་ཡ་མེད་པ་མ་རེད་ཐམས་ཅད་ཞི་བདེ་གི་པར་ལ་སོ་སོ་སོ་སོའི་ས་ཆ་ལ་སྔོན་གནས་སྐོར་བཀྲ་ཤིས་པ་བདེ་སྐྱིད་ཕུན་སུམ་ཚོགས་པ་དེ་འདྲའི་ཐོབ་སོང་སེམས་དང་སེམས་ཅན་ཐམས་ཅད་ལྷག་པར་དུ་འབྱུང་པོ་མི་མ་ཡིན་པ་དེ་ཚོའི་རྒྱུད་ལ་སྔར་གནོད་སེམས་དང་འགྲན་སེམས་དེ་ཚོ་ཡོད་ར་མ་རེད་སེམས་ཅན་གཅིག་ལས་གཅིག་གིས་ཟ་བ་དང་བཙོག་པ་འདེབས་པ་ལ་དེ་དག་ཐམས་ཅད་ཞི་ནས་ཐམས་ཅད་ཀྱང་ཀུན་སློང་བྱང་ཆུབ་ཀྱི་སེམས་དང་ལྡན་པར་འགྱུར་སོང་སེམས་དེ་འདྲའི་བསམ་བློ་བཏང་དགོས་རེད་ཟེར་གྱི་དོ་ད་དེ་འདྲའི་བསམ་བློ་བཏང་ཚར་བའི་རྗེས་ལ་དེ་ནས་ད་ཕ་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་སྙིང་པོ་མ་ཎི་ཡི་གེ་དྲུག་དེ་དྲངས་དགོས་ཀྱི་ཡོད་རེད་ཟེར་གྱི།

དེ་འབྲས་ཀྱི་ཟག་མེད་ཀྱི་ཟས་ལ་དཔའ་སྤྱོད་པ་བརྟེན་ནས་ལོངས་སྤྱོད་པ་བརྟེན་ནས་ད་ཐམས་ཅད་ཀྱང་འཕགས་པ་སྤྱན་རས་ཀྱི་ཚོགས་སུ་གྱུར་ནས་འཕགས་པ་སྤྱན་རས་ཀྱི་ཞིང་ཁམས་དག་པའི་སྣང་བ་དེ་འདྲས་བསྒོམ་དགོས་ཀྱི་རེད་ཟེར་གྱི་ཡོད། ད་དུ་ཕྱི་ནས་ད་ཐ་མ་ལ་ད་ད་ཕྱི་ནས་ད་ངོ་རང་ཚོའི་ཐོབ་གོ་ཡའི་གོ་བ་གཙོ་ག་རེད་ད་འདིའི་དངོས་གྲུབ་དེ་ཚོ་བླང་ཡ་རེད་ད། ད་བུ་སྒྲོན་རྣམ་པ་བཞི་ལས་ཆོས་པ་ཡག་ཐག་ཆོད་ཕུལ་དེ་མ་རེད་ད་སུ་སུ་ཡིན་ད་ཁོང་ཚོའང་ཐུགས་མཉེས་དེ་ཡོད་ར་ད་གིས་ད། ད་ཞི་ནས་ད་སོ་སོ་གི་སེམས་ཀྱི་དཀའ་ངལ་དུ་ག་རེ་ད་ཤེས་ཡ་རེད་ད། ཡར་དཀོན་མཆོག་གསུམ་ལ་བསྔོ་བ་ག་རེ་བརྒྱབ་ཡ་རེད་ཟེར་ན་དཀོན་མཆོག་གསུམ་ལ་ད་ང་རང་གི་གསུར་གྱི་མཆོད་པ་དེ་ཕུལ་བ་ལ་སྟེར་ནས། མཐར་ཐུག་ཡེ་ཤེས་ལྔ་དང་སངས་རྒྱས་ཀྱི་འབྲས་བུ་ཐོབ་པར་ཤོག་ཟེར་སྨོན་ལམ་ཅིག་བརྒྱབ། དེ་ནས་མགོན་པོ་ཡོན་ཏན་སྒྲོན་ལ་སྨོན་ལམ་ག་རེ་བརྒྱབ་ཡ་རེད་ཟེར་ན་ད་ང་རང་ཚོ་གནས་སྐབས་བྱང་ཆུབ་སྒྲུབ་པའི་ཏིང་ངེ་འབར་རྗེས་བདུན་དུ་ལྡོག་པར་ཤོག་ཟེར་སྨོན་ལམ་བརྒྱབ་ཡ་ད་མར་རིགས་དྲུག་གི་སེམས་ཅན་དེ་ཚོར་སྨོན་ལམ་ག་རེ་བརྒྱབ་ཡ་རེད་ཟེར་ན་ད་ཁོ་རང་ཚོ་ལ་གསུར་གྱི་བྱིན་པ་དེ་ཕུལ་བ་དེ་ནས་ཁོ་རང་ཚོ་ཇི་སྐད་ཅིག་ལ་ཟ་བའི་སྡུག་བསྔལ་དང་སྐྱབས་མེད་མགོན་མེད་ཡིན། འཇིགས་པ་ལས་གྲོལ་སོང་ཟེར་བར་དུ་ཡི་སེམས་ཅན་འདི་ཙམ་ཡང་འཁྲུལ་སྣང་གི་འཇིགས་པ་མཐའ་དག་ནས་ཞི་ནས་སོ་སོ་གང་ལ་གང་འདོད་ཀྱི་ལྷ་ཡི་ཞིང་ཁམས་དང་དག་པའི་ཞིང་ཁམས་ལ་སྐྱེས་སོང་ཟེར་འདི་འདྲའི་སྨོན་ལམ་བརྒྱབ་ནས་དེ་ནས་ད་སེམས་ཅན་རྣམས་སོ་སོ་ལ་ད་ཕྱག་བྱེད་ཀྱི་ཡོད་པ་བསྐོར་ར་བྱེད་ཀྱི་ཡོད་པ་འདི་ཚོ་ལ་ད་ཆོས་ཀྱི་འཁོར་ལོ་བསྐོར་དགོས་རེད་ཟེར་གྱི་འདུག་ད་ཆོས་ཀྱི་འཁོར་ལོ་ག་རེ་ཆོས་ག་རེ་གསུང་ཡ་རེད་ཟེར་ད་ང་རང་ཚོ་ཆོས་ཀྱི་ཚིག་དེ་གསུང་ཡ་རེད་ད། སྡིག་པ་ཅི་ཡང་མི་བྱ་ཞིང་དགེ་བ་ཕུན་སུམ་ཚོགས་པར་བྱས་རང་གི་སེམས་ནི་ཡོངས་སུ་བསྡུས་ནས་སངས་ཀྱིས་བསྟན་པ་ཡིན་ལས་གྲོལ་དཀར་དམར་རགས་པའི་མར་མེ་དང་སྒྱུ་མ་ཟིལ་བ་ཆུ་བུར་དང།

ད་ང་རང་ཚོ་སུར་བཏང་བ་དེར་མར་ངན་སོང་གི་སེམས་ཅན་དེ་དག་ཁ་རས་མི་འཇིགས་སྐྱབས་ཀྱི་བྱིན་པ་དང་ཟང་ཟིང་ནོར་གྱི་བྱིན་པ་ཆགས་ཏེ་གི་དོ་མ་རེད། དེ་ནི་ད་ལྟ་སྐབས་སོག་པོ་བས་དེ་དག་ཆོས་ཀྱི་བྱིན་པ་ཆགས་ཏེ་གི་ད་སེམས་ཅན་ཐམས་ཅད་ལ་དངོས་གནས་ཁོ་རང། ཁོ་རང་ཚོ་ད་ནད་དང་སྡུག་བསྔལ་འདི་འདྲའི་ཁྱད་དགོས་རྒྱུ་མཚན་གཙོ་བོ་ག་རེ་རེད་ཟིན་ད་འདི་འདྲའི་སྐོར་ལ་ད་འཁོར་བའི་ངེས་འབྱུང་དང་མི་རྟག་པ་ཡི་ད་འདི་འདྲའི་དང་བྲལ་བ་ཡོད་པས་ད་ཆོས་དེང་གསུང་གི་དོ་མ་རེད་སྡིག་པ་ཅི་ཡང་མི་བྱེད་ཅིག་རྒྱལ་བ་ཕོ་མོ་ཚོ་ད་འདི་འདྲའི་ཆོས་གསུང་ཆོས་ཀྱི་བྱིན་པ་ཡང་ཆགས་ནི།

བཀྲ་ཤིས་ཀྱི་ད་འདི་འདྲའི་སྔོ་བ་མར་ལམ་ག་རེ་བརྒྱབ་ན་འདོད་བཞིན་ད་ཚུར་གྱི་ཆོ་ག་འདོད་བཞིན་འཇུག་དུས་ཡ་རེད། འོ་ལགས་སོ་ད་དེ་རིང་གི་བརྙན་ཐུང་འདིའི་ནང་ལ་ད་ཟུར་གྱི་སྐོར་ལ་མདོར་བསྡུས་ཞུས་པ་རེད་དེའི་ཁར་ཚང་ང་ལ་དེའི་ཟུར་གྱི་སྐོར་ལ་ཅིག་ཞུ་རོགས་བྱས་ལན་ང་ལ་དེ YouTube ནང་ལ Comment ཅིག་སླེབས་འདུག་བསྟན་བཟང་ངས་དེ་རིང་ཟུར་གྱི་ཆོ་ག་དེ་ཟུར་གྱི་ཆོ་ག་དང་འབྲེལ་བུ་ཡོད་པའི་ཐོག་ནས་ད་ཟུར་གྱི་བརྙན་ཐུང་མདོར་བསྡུས་ཅིག་བཟོ་དགོས་པའི་རྒྱུ་མཚན་གཙོ་བོ་འདི་རེད་ཞུ་ཡ་ཡིན། དེ་ལ་བརྟེན་ནས་ད་རྣམ་པ་གླེང་མཁན་ཚང་མས་ཐུགས་སྨོན་འཚོ་བའི་རེ་བ་དང་སྨོན་ལམ་ཞུ་རྒྱུ་ཡིན་ལགས་སོ་ཐུགས་རྗེ་ཆེ།